དོན་བཞི་དེ་ལས་ནི་ཐིག་གི་གཅིག་ལ་ཡ་དན་ད་ང་ཚུགས་གདན་མཛོད། གདན་མཛོད་དེ་ནི་གསར་བ་སོས་དེ་ནི་ཡ་ར། ཡིག་མཁས་ལོ་ཙཱ་བྲག་ཚའི་སྒང་ལ་བཞག་སྟངས་དེ་བླ་གོ་རོ། ཨ་ནི་དེ། དེ་ཉོ། དེ་ནི། Microsoft Excel དེ་ཁ་ཆེ། འོ་ཏོ་སྐ་ཤི་ལེ་སང་དེ་ཡ་ད་འགེ་དེ་དྲ་པོ་རེད་ངེ་དེ་ཕྱིར་དེ་ཅིག་དང། དེ་ནས་ངེ་ནམ་རྒྱུན་གསོལ་བྱ་རྒྱུ་བཅུ་ར་སྔོན་མ་ནས་གསོལ་བྱ་རྒྱུ་དེ་ཡར་བྱ་གི་ཡིན་སོ་སོ་གི་ཡང་མང་པོ་ཅིག་དུས་ཅིག་ལ་བཅུག་སོ་ནང་རོ་ཡར་བྱ་བྱ་ནས་འགྲིག་གོ་ར་འོ་འདི་བྱ་དེ་ནས་དེ་ཉར་ཚགས་བྱེད་དགོས་ཀྱི་ཡོད་རེད་ཉར་ཚགས་བྱེད་ཡ་དེ་མིང་དེ་རྒྱ་ཡིག་ནས་དེ་ནས་ཁོ་བོད་ཡིག་ལ་རེད་བ།

ཨོ་དེ་ནི་དྲ་རྒྱ་དེ་འདུག་ཁ་ཆེ། དེ་ནི་ང་ཚོ་གི་བདག་འཛོལ་དེ་གསོག་དགོས་ཡོད་རེད་བ། བདག་འཛོལ་དེ་གཉིས་པ་དེ་རེད་བ། བདག་འཛོལ་དེ་ཚང་མ་ཡོད་ས་དེ་ཁ་ཆེ། དེ་གི་ནང་ལོགས་ལ་གསར་བ་བཟོ་གི་ཡིན་ལབ། དེ་ནི་དེ་གི་མིང་དེ་ལ་ནི་རྒྱ་ཡིག་ནི་བོད་ཡིག་གི་མིང་དེ་དག་དེ་ནི་དང་པོ་དེ་རྒྱ་ཡིག་རེད་དེ་ནི་བསྒྱུར་ས་གི་ཡི་གེ་དེ་བོད་ཡིག་རེད་བ།

དེ་ནས་ངས་ཏང་གི་དེ་རེད་བ། དེ་ནས་དེ་གང་ལ་གནས། དེ་ནས་ཅི་གི་དེ་ལབ། དེ་ནས་དེ་ལ་འདེམས་དགོས་པོ་ཡོད་རེད། རྒྱ་ཡིག་རེད། དེ་ནས་ཡིག་ཆ་ཨ་མ་དེ་རེད། དེ་ནས་འདི་དེ་བོད་ཡིག་ལ་བསྒྱུར་དགོས་ཡོད་རེད། དེ་བོད་ཡིག་དེ་ག་རེ་རེད་ཟེར་ན། བསྒྱུར་ས་གི་ཡི་གེ་དེ་རེད། དེ་ནས་འདི་ལ་བསྡད་ནས། དེ་ནས་གནས་འཚལ་བ་དང་ཁོ་གི་ལས་ཀ་འགྲིག་སོང་ལབ་གི་དང་འགྲིག་སོང་ལབ་པ་དང་ནི། ཡང་ཆོས་འདིའི་སྒང་ལ་བཅུག་ནས་འོང་བསྡད། ཐེངས་འདིའི་གནང་ལོག་ལ་རྗེས་ལས་སོང་དང་པོ་སྟོང་པ་རེད་འདུག་ཐེངས་འདིའི་སྒང་ལ་ཡར་རྗེས་ཡར་ར་ཤག་འདུག་ཨོ་བསྡུ་སུ་བྱེད་ཅེ་ནས་ནི། ད་འདི་གི་ད་འདི་གི་བདག་མཛོད་དེ་སོ་སོ་ལོག་ལས་སྒང་ལ་གསར་པ་བཟོས་ནས་ནི། དྲ་རྒྱའི་སྒང་ལ་ཡར་ར་ཤག་བཏང་སྟེ་འདི་འདྲ་རེད་ཐུགས་རྗེ་ཆེ།